རྩ་བའི་བྷ་ར་ཏའི་ཇཱན་ཏཱ་པཱ་ཏི་གིས་ཁོ་རང་ཡང་མགྲོན་བདག་བཏང་ཆེད་འདི་འདྲའི་ཤུལ་ཡོད་བདག་ནི་ཁོ་རང་དེ་ཡོང་ཆེད་བྷ་ར་ཏའི་ཇཱན་ཏཱ་པཱ་ཏི་གི་ཚོགས་གཙོ་མཉམ་དུ་མཇལ་འཕྲད་བྱུང་ཡོད་རེད་ཐ་ན་ཕྱིའི་རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ནང་སྲིད་ལས་ཁུངས་མཉམ་དུ་མཇལ་འཕྲད་བྱུང་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ད་ཁ་ཚང་དུ་རྒྱ་གར་གྱི་སྲིད་བློན་ཤྲི་ནར་ཨན་དྲ་མོ་དི་ཇི་མཉམ་དུ་མཇལ་འཕྲད་བྱུང་ཆེད། མི་དེའི་མཉམ་དུ་མུ་ཏིང་གི་མཉམ་དུ་ད་ལྟའི་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇེ་ཤང་ཀར་རེད་བདེ་འཇགས་སློབ་སྟོན་པ་ཨ་ཇེ་ཀྲོ་ཝལ་རེད་ཕྱི་སའི་དྲུང་ཆེ་བྷི་ཀྲམ་མི་སི་རི་ནི་ཁོང་རྣམ་པ་མཉམ་དུ་བཅར་ཡོད་པའི་གནས་ཚུལ་བཅས་རེད་བདེ་ཤ་ར་བྷི་ལ་མི་ཆ་ནི་ནི་ཁོ་རང་གི་བཟའ་ཟླ་གཙོས་པའི་ནི་ཁོ་རང་སོ་གའི་ཆབ་སྲིད་ཀྱི་ཚོགས་པའི་ཚོགས་མི་བི་པིན་ཨ་ཆར་ཡ་དང་དི་པག་བྷོ་ར

ཁ་སྔོན་ཕྱི་ཟླ་གསུམ་པའི་རཱ་སི་ཏྲ་སཱ་བྷ་ཏཱན་ཏཱ་པཱར་ཏི་གི་འོས་བསྡུ་གྱི་རྒྱལ་ཁ་ལ་འཚམས་འདྲི་ཞུས་ཡོད་པ་དང་ནི་རྒྱལ་ཁབ་གཉིས་ཀྱི་པ་ར་གི་ད་ཆབ་སྲིད་ཡར་རྒྱས་གོང་འཕེལ་ཡོང་ཡ་གི་སྨོན་ལམ་ཞུས་ཡོད་པའི་གནས་ཚོད་བཅས་རེད་དེ་ཤ་ཐ་ན་ཞི་བདེ་གི་སྐབས་སོས་ན་ད་ལྟའི་ད་རྒྱ་གར་ད་བོད་ཡུལ་གི་ས་མཚམས་གི་རྙོག་དྲ་འདྲ་གཅིག་ད་ཉིས་ཆར་བཤད་བསྡད་ཀྱི་ཡོད་པ་ར་འདི་གང་ལ་གྲོས་མོལ་དམིགས་བསལ་གི་གང་ཡང་གནང་མེད་པའི་གནས་ཚོད་བཅས་བཤད་བསྡད་ཀྱི་འདུག། དེ་ནས་དེ་གི་རྗེས་ལ་ད་ལྟ་རྒྱ་གར་ཕྱི་སྲིད་ལས་ཁུངས་ནས་ངེད་ཅག་ཕ་ཡུལ་གྱི་སྲིད་བློན Balendra Shah གྱི་གྲོས་ཚོགས་ནང་གཏམ་བཤད་དང་འབྲེལ་བའི་ཐོག་ནས་རྒྱ་གར་དང་ཕ་ཡུལ་གྱི་ས་མཚམས་རྙོག་དྲ་དེ་གི་དཀའ་ངལ་སེལ་ཡ་ཡང་དབྱིན་ཇི་གི་སྐབས་སུ་ད་བཞག་བཞག་པའི་གན་རྒྱ་ཅིག་ལ་གཞི་བཞག་གི་ཡོད་པ་ཡིན་ཙང་དབྱིན་ཇི་རེད་ད་ན་ཞེས་ད་རྒྱ་ནག་ད་དེ་ད་བོད་དབང་བསྒྱུར་བྱས་དུས་ད་ས་མཚམས་འབྲེལ་བ་ཆགས་དེ་གི་དུས་དེ་ཚོ་གི་ཐེ་ཇུས་བྱས་བྱས་སྐད་ཆ་བཤད་པོ་རེད་དེ་འདྲས་ཀྱི་རྣམ་པ་ཅིག་སྟོན་པ་རེད་ད་དེ་ནི་ད་ལྟའི་རྒྱ་གར་གྱི་ངོས་ལེན་བྱེད་ཀྱི་མེད་པ་དང་ནི་གང་ལྟར་རྒྱ་གར་དང་བལ་ཡུལ་པ་ར་ཡ་ས་མཚང་གི་རྙོག་དྲ་ག་རེ་ཡོད་པ་དེ་དག་མང་ཆེ་བ་ཅིག་ནི་ཕ་ཞི་སྒྲིག་ཚར་བའི་རྣམ་པ་རེད་སོ་ད་དེ་འདྲས་མ་གཏོགས་ད་ལྟའི་རྙོག་དྲ་རྩོད་བསྡད་ཀྱི་དེ་འདྲས་གང་ཡང་ཆེན་པོ་དེ་འདྲས་ལྷག་མེད་པའི་རྣམ་པ་ཞེ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བས་ད་ད་ལྟའི་བལ་ཡུལ་གྲོས་ཚོགས་ཡིན་ན་ད་ག་ཚང་དུ་ཟ་མུ་མཐུད་ནས་སྤྲོ་མ་ཐུ་བ་བྱས་བྱས་བདུན་ཕྲག་གཅིག་གི་རིང་མ་འཆི་རྐྱང་བྱས་པའི་གནས་ཚུལ་བྱུང་བ་རེད་གྲོས་ཚོགས་ནང་ལོ་ཡ་ཁ་བརྡའི་ཚོགས་པའི་གོ་སྐབས་བཙལ་བའི་ཐོག་ནས་བལ་ཡུལ་སྲིད་བློན་གྱིས་གྲོས་ཚོགས་ནང་ལོ་དགོན་དང་ཞུ་སྒུག་ཡོད་ལེ་རེད་ད་གྲོས་སྲིད་བློན་བབ་སྒུག་གི་ཡོད་ལེ་རེད་ད་གང་ལྟར་འབོད་སྒྲ་འདྲ་མིན་སྣ་ཚོགས་རྒྱག་བྱས་འདུག་ཟེར་གྲོས་ཚོགས་མུ་མཐུད་ནས་འགྲོ་ཐུབ་ཀྱི་མེད་པའི་དཀའ་ངལ་གཅིག་འཕྲད་ཆེད་གྲོས་ཚོགས་འདུ་སྒོ་བརྒྱབ་བཞག་པའི་གནས་ཚུལ་བཅས་བྱུང་བ་རེད། ཐ་ན་གཞན་ཡང་ཁ་ཚང་དུ་སོགས་བོད་ཡུལ་གྱི་གཞོན་སྐྱེས་ཁག་ཞིག་གིས་ནི་རྒྱ་གར་གཞུང་ཚབ་ཀྱི་མདུན་ལ་ནི་ང་ཚོའི་ས་ཆ་ང་ཚོ་ལ་གོ་ཡོད་ཟེར་ནས་ངོ་རྒོལ་དེ་འདྲ་བརྒྱབ་བསྡད་པའི་གནས་ཚུལ་བཅས་རེད་དེ་ཤག་རྒྱལ་སྤྱིའི་གནས་ཚུལ་བཅོས་སྒྲིག་མི་འདྲ་བ་ཁག་ཅིག་ཞུས་པ་ཡིན་ན། པ་ཁི་སི་ཐན་གྱི་ཁ་ཆེ་ཁག་ཅིག་གིས་ཅེ་པན་གྱི་ཁོ་བྷ་གྷི་ར་གྲོང་ཁྱེར་ནང་ལོགས་ཡ་ནི་ཁ་ཆེ་གི་ལྷ་ཁང་ཅིག་ཏུ་ས་ཞིང་ཡིན་པ་འདྲ། པའི་ལྷང་འདི་ཞིང་ཆེ་ལྷང་འདི་གི་སྒོ་འབྱེད་ལ་ཡིན་ན་དོན་དག་ཇེ་ཕན་ན་ཡོད་དེ་པའི་པ་ཀི་སི་ཐན་གྱི་གཞུང་ཚབ་ངོས་སུ་ཕ་གི་ཨབ་དུལ་ཧ་མིད་བཅས་ཡོད་པའི་གནས་ཚུལ་བཅས་བྱུང་བཤད་ནས་ད་ད་ལྟའི་ཁ་ཆེ་གི་ལྷང་འདི་ནི་ཇེ་ཕན་གྱི་ཁྲིམས་སྒྲིག་གཞིར་བཟུང་བྱས་ཆེ་ཨ་ནི་ཡག་པོ་བཟོས་མེད་པ། ད་གང་ལྟར་ཁྲིམས་ཀྱི་ཐོག་ནས་ནི་ཡང་གཅིག་ཆད་ལྷག་ཕྱིན་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་མ་ཤི་ཡས་ཀྱི་ཡང་ཉེན་ཁ་ཡང་ཡོད་དེ་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ད་ལྟའི Laos ཀྱི་ཕྱི་སྲིད་བློན་ཆེན་དང་ནི་སྲིད་བློན་གཞོན་པའི་ཐུགས་འགན་བཞེས་མཁན་ཁ་ཚང་དུ Thagasvon ཐོག་མ་ཧེ་ལན་ཏུ་སི་རྒྱ་གར་ལ་འཚམས་གཟིགས་དང་འབྲེལ་བའི་ཐོག་ནས་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་མཉམ་དུ་བཀའ་མོལ་བྱུང་ཡོད་པ་དང། ནི་ཁོ་རང་གིས་ད་ལྟའི་བཅར་འདྲི་གི་ལན་འདེབས་བཅས་ཀྱི་ནང་ལོ་ཡ་དང་ད་ལྟའི་ལཱ་ཨོ་སི་ཀྱི་ནང་ལོ་ཡ་དཀའ་ངལ་གཅིག་དེ་ང་ཚོས་དྲ་ཐོག་ནས་ད་མི་གི་དངུལ་རྐུ་མ་རྒྱག་ཡ་དང་དྲ་དྲ་དམག་རྒྱག་ཡ་གི Scam ལ་བོར་བ་ད་དེའི་གི་རིགས་དེ་མང་པོ་གཅིག་ལཱ་ཨོ་སི་ནང་ཡོད་དེ་བ་ནི་དེའི་ཁོ་རང་ཚོ་གི་ད་དོ་དམ་བྱེད་ཡག་དང་ནི་དབང་བསྒྱུར་བཅས་ཀྱི་ཐོག་ལ་འབད་བརྩོན་བྱེད་ཀྱི་ཡོད་སྲིད་ལ་ལའོ་སི་གཙོས་པའི་ནི་ལའོ་སི་གི་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་མཉམ་དུ་མཉམ་རུབ་བྱེད་ཆེད་གང་དག་སི་ཀེམ་ལ་འོར་བ་དག་དྲ་ངུའི་སྐད་སྐུ་མང་སྐྱེ་ངེས་ཀྱི་ཐོག་ལ་ཁོ་རང་ཚོས་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་དང་ནི་དེའི་གི་ཐོག་ལ་མུ་མཐུད་ནི་ལས་ཀ་བྱེད་བཞིན་པ་ཡིན་པ་དང་དེ་འདྲ་གི་ནི་ཚུལ་བཅས་རེད་ཞེས་བྱས་ན་གི་ད་ད་ལྟའི་ཚོད་སུས་ཀྱི་དངུལ་ཁང་རེད་དག་ན་ཞེས་བླ་ཁལ་ཁ Aadhar Card Pan Card ག་རེ་ལག་ཡོད་ན་ད་ཕྱི་ག་ཡིན་ན་ལོག་ལོག་ཡོད་རོགས་ད་དེ་ཚོ་གསང་བ་ག་ཚད་ཉག་ཐུག་བས་ན་ཡག་ག་ཡོད་དེ་བ་དེ་འདྲ་གི་གནས་སྟངས་གཅིག་ཆགས་བསྡད་གི་ཡོད་བ་རེད། དེ་ནས་ཨ་རིག་གི་ཚོང་ལས་རུ་ཁག་ནས་ཡང་འཛམ་བུ་གླིང་གི་དཔལ་འབྱོར་ཕྱེད་ཀ། དྲུག་ཅུ་ལ་ནི་སྒོ་ཁྲལ་པར་ཡག་གི་ཡང་ལས་གཞི་བཅས་སྤེལ་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཏུ་དེའི་ནང་ལོ་ཡ་རྒྱ་གར་དང་རྒྱ་ནག་གཙོ་བོ་བྱས་པའི་ཚུལ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཏུ་ཁོ་རང་ཚོ་གི་ད་ལྟའི་སྒོ་ཁྲལ་པར་ཡག་དེ་བཟོ་གྲྭ་ཁག་གི་ལས་ཀ་ལས་མི་ཡག་ནི་དུ་ས་མཉམ་སྤྱོད་དང་དབང་ཡོད་ཤེས་བྱའི་ལས་ཀ་བསྐུར་བཞག་པའི་ལྕེ་ལག་འཆོལ་བ་ཏུ་དེའི་རིགས་དེ། དོགས་པ་བྱུང་བ་ཡིན་ན་རེད་ར་འཕྲོད་ཕེབས་བས་ན་འདི་ཚོ་ལ་ཁྲེས་བརྒྱ་ཆ་བཅུ་ནས་བཅུ་གཉིས་དང་ཕྱེད་ཀ་བར་དུ་ཡག་པ་རེད་གི་ལི་ཤི་ཅེས་ཞེ་ཏི་གིས་འདུག་ད་ངོ་མ་ང་ཚོའི་ནི་ཚོད་ཡིན་མོ་ནི་ད་ཅིག་བོད་ནང་གི་ཆབ་སྲིད་བཙོན་པ་ལ་ལས་ཀ་མང་པོ་བསྐུར་རྒྱུའི་ལས་ཡོད་རེད་ད་ན་ཞེས་རྒྱ་ནག་གི་ཤིང་ཅང་གི་གཡུ་གུར་ཁ་ཆེ་དེ་ཚོས་ད་ལས་ཀ་མང་པོ་ཕོརས་ལེ་པར་བྱེད་ཀྱི་ཡོད་རེད་ཟེར་ནས་ད་ཁུ་ཅིག་སྤྲིང་པའི་རྟ་བལ་དང་དེ་འདྲ་གི་ཡང་མང་པོ་བཤད་ཀྱི་ཡོད་པ་རེད་ད་དེ་འདྲའི་གི་བཟོ་འདྲ་བོ་ནི་ཚོད་བྱུང་བ་ཡིན་ན། འདི་ཚོའི་གི་ཐོན་ཁོངས་ལྕེ་ལག་དེ་ཚོ་ཡག་ནི་བརྒྱ་ཆ་བཅུ་ནས་བཅུ་གཉིས་དེ་ཆེ་ཁ་པོ་དེ་ཡག་པ་རེད་གི་ཞིབ་འཇུག་བྱེད་བསྡད་གི་ཡོད་པ་རྩ་བའི་ཟླ་འདིའི་ད་ལྟའི་ཞིབ་འཇུག་བྱས་བྱས་སང་ཉིན་སྤྱི་ཟླ་བདུན་པའི་ཚེས་དྲུག་གི་ཕན་ཆད་ནས་ནི་འདུག་ལག་བསྟར་བྱས་གི་རྩིས་རྒྱབ་བསྡད་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རི་སྲིད་འཛིན་ཀྲམ་གི་ཁ་ཚང་རེད་ས་ལྷག་པ་ཡ་ཡང་སྲིད་འཛིན་གི་སྐུ་དབང་གི་ཐོག་ནས་མཚན་རྟགས་བཀོད་ཡ་གཅིག་ཡ། གཞུང་གི་དབུས་ཀྱི་ལས་བྱེད་བགྲེས་པ་ལ་ནི་རྡོ་ཟ་གཞུང་ཞབས་ནས་མ་ཕྱི་པོའི་བཏང་ཡག་གི་ཐོག་ལ་སྐུ་དབང་སྤྲད་ཡོད་པས་ནི་བཟོས་བྱས་རེད་ད་ཤ་སྟག་གཞུང་ཞབས་བགྲེས་པ་མང་པོ་ཅིག་ཁོ་རང་ཚོ་གི་དཔུང་སྒྲིག་བྱས་བྱས་ནི་ད་ལྟའི་གཞུང་གསར་པ་སུ་སླེབས་པ་ནི་དེ་གི་ལས་གཞི་འགྲོ་མ་འཇུག་བ་བྱས་བྱས་ཁོ་རང་ཚོ་རང་གི་མངའ་འོག་ནས་མ་བཏང་རིང་བྱས་དེ་འད་གི་གནས་ཚུལ་མང་པོ་ཅིག་ཡོང་གི་ཡོད་པས་ཙང། ད་ད་ལྟའི་ལས་གཞི་འདི་དངོས་སུ་ལག་བསྟར་བྱས་བས་ན་མི་བརྒྱད་སྟོང་གི་ལས་ཀ་ལ་ད་དོ་ཕོག་འགྲོ་སྲིད་དེ་ད་ལས་ཀ་མཐོ་རིམ་གྱི་ལས་ཀ་ལ་ནི་གཙོ་བོ་ཐུག་བསྡད་ཀྱི་ཡོད་པ་ད་ཨ་རིའི་ནང་ལོས་ནས་ལས་བྱེད་རེ་རེ་གི་ལོ་གཅིག་གི་གླ་ཆ་དེ་འགྲོ་ལ་འབུམ་གཉིས་ཡ་ད་ད་ལྟའི་ལི་མ་ང་ས་དེ་ངས་དེ་ཚོ་ལ་ད་ཁ་ལོར་ད་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་ཡོད་པ་དེ་འདྲ་གི་ནི་ཚོའི་བྱས་རེད་ད་ཆ་སྲིད་འཛིན་ཀྲམ་གྱིས་ད་ལྟའི་དེ་གན་རྒྱ་བཞག་སྟེ་གཞུང་གསར་པའི་གཞུང་གི་འདོད་པ་བཞི་ཟུང་ལས་ཀ་བྱས་ནས་འགྲོ་ཐུབ་ཀྱི་མེད་པ་དེའི་བགྲོད་ལམ་ཡག་པོ་བཟོས་ལ་ནི་ད་ལྟའི་ལས་བྱེད་སུ་འདྲ་ཅིག་གིས་གཞུང་གི་ལྟ་གྲུབ་དང་མ་མཐུན་པའི་ལས་ཀ་བྱས་པ་ན་དེ་ཁོ་ནའི་ནི་མ་དཔའ་བ་ཡག་གི་ཏེ་འདུག་ས་ཚེ་བདག་ལ་འོ་རེའོ་སྐུ་དབང་དེ་འདྲ་གི་ལས་གཞི་ཅིག་ཆགས་བསྡད་ཀྱི་ཡོད་འདྲ། དེ་ནི་ཁ་སང་དུ་ཉིན་ཤས་སྔོན་ལ་ཨི་ཟི་རལ་གྱི་སྲིད་བློན་བན་ཇ་མ་ནི་ཏན་ཡེ་ཧོ་དང་ཨ་རིའི་སྲིད་འཛིན་ཀྲི་རམ་གཉིས་ཁ་པར་གྱི་ཐོག་ནས་བཀའ་མོལ་བྱུང་པའི་སྐབས་སུ་གནས་མ་མཐུན་པའི་གནས་ཚུལ་མང་པོ་བཅས་བྱུང་རྗེས་ཨ་རིའི་སྲིད་འཛིན་ཀྲམ་ཁོང་ཁྲོ་ཟ་བའི་ཐོག་ནས་ཨི་ཟི་རེལ་གྱི་སྲིད་བློན་བན་རྗེ་མ་ནེ་ཏན་ཡ་ཧུ་ལ་སྨྱོན་པ་ལས་ལྟ་ཚིག་སྡུག་ཅག་བེད་སྤྱོད་བཏང་པའི་གནས་ཚུལ་བཅས་རེད་ཅེས་ག་ན་བདུན་དེ་ལ F word ཚིག་བེད་སྤྱོད་བཏང་ཞེས་ཨ་ནེ་ཏ་བཤད་ཡོད་པའི་གནས་ཚུལ་གཅིག་ཕྱི་ལོགས་ལ་གྲུ་གུ་གཡོབ་གྲྭ་ཁ་ཚང་དུ་ཨི་ཟི་རེལ་གྱི་སྲིད་བློན་བན་རྗེ་མ་ནེ་ཏན་ཡ་ཧུ་གྱིས་གསར་འགོད་པས་ལན་འདེབས་གཅིག་གི་ནང་ལོ་ཡ་རྩ་བའི་སྲིད་འཛིན་ཀྲམ་མཉམ་དུ་ང་ཚོ་བཀའ་མོལ་ཡང་ཡང་བྱུང་གི་རེད་ཟེར་ནས་ནང་དོན་ཚང་མ་ཤེས་དགོས་ཡ་གལ་ཡོད་མ་རེད་ཟེར་བ། ནང་མི་བཟའ་ཚང་ཡག་པོ་བྱས་ནས་ད་མཚམས་མཚམས་ནས་མཐུན་མ་མཐུན་གྱི་ཐོག་ནས་ངོས་ལེན་ཡོད་པ་མེད་པ་གནས་ཚུལ་བྱུང་གི་རེད་དེ་ད་འཇིག་རྟེན་གྱི་ཆོས་ཉིད་ལ་འོར་བ། དོན་དག་དེ་འདྲ་གཅིག་ཆགས་ཀྱི་ཡོད་པ་རེད་མ་གཏོགས་དེ་གཅིག་ཁ་ལོ་བཟང་ས་ཡང་དེ་འདྲའི་ཁེ་མ་རེད། ནི་ཁྱོད་ཚོ་གིས་ང་ཚོའི་པ་ར་ཡ་ནི་མཐུན་པ་དང་མ་མཐུན་པ་དེ་འདྲ་མང་པོ་ཡོང་གི་རེད་དེ་ནི་བཀའ་མོལ་མང་པོ་གཅིག་བབ་ས་གཅིག་ལ་བབ་བྱས་འགྲོ་ཐུབ་ཀྱི་ཡོད། ང་རེད་ནི་སྲིད་འཛིན་ཁྲམ་ལ་གུས་བརྩི་ཡོད་སྲིད་འཛིན་ཁྲམ་གྱིས་ནི་ང་ལ་གུས་བརྩི་བྱེད་ཀྱི་རེད་ཟེར་ཞེས་པའི་ནི་ཚོད་གཅིག་དང། གང་ལྟར་ཁོ་རང་གཉིས་ཀྱི་པ་ར་ཡ་ད་ངེད་ཅག་ཏུ། ཨ་རི་དང་ཨི་ཟི་རལ་གྱིས་ཨི་རན་གྱི་དམག་དོན་དང་འབྲེལ་བའི་ཐོག་ནས་མཐུན་མ་མཐུན་གྱི་གཏད་སོ་བྱུང་ཡོད་པའི་རྣམ་པ་བཅས་རེད་དེ་ཤ་ཐ་ན་ཕྱིའི་ཨི་ཟི་རལ་སྲིད་བློན་བན་ཇེ་མ་ནེ་ཐན་ཡ་ཧོ་གྱིས་བཤད་དཔྱད་བྱས་ན་ད་ལྟའི་ཨ་རི་དང་ཨི་རན་གྱི་དམག་གི་པར་ཡ་ད་ཁ་ཚ་ཨི་ཟི་རལ་གྱི་ཞི་བ་ཅིག་ད་ཆ་ཤེས་མེད་པའི་རྣམ་པ་དེ་འདྲའི་གི་ལ་ཧོ་རེ་གི་ཞི་བ་ཅིག་དོ་སྣང་བྱེད་བཅུག་གི་མེད་པ་དེ་འདྲའི་གི་གནས་ཚུལ་བཤད་པ་དེ་ད་ཨ་རི་རང་གིས་ཐག་གཅོད་ཐུབ་གི་རེད་ས་གང་ད་ཨི་རན་གྱི་གནས་སྟངས་དང་འབྲེལ་བའི་ཐོག་ནས། ཨི་ཟི་རལ་ཁོ་རང་ཚོས་ཀྱི་བྱས་ཏེ་ད་ལྟའི་ལེ་བྷ་ནོན་ཡ་ཨན་ཧི་ཟི་བུ་ལ་གི་ད་འཇིགས་སྐུ་རིང་ལུགས་སྤེལ་གྱི་ཨ་ནི་དབང་བསྒྱུར་བྱས་བྱས་དེའི་གཙང་མ་བཟོས་ཀྱི་ཡོད་ས་གང་ལྟར་ལེ་བྷ་ནོན་ད་ཨི་ཟི་རལ་གཉིས་ཀྱི་པ་ར་ལ་ཞི་བདེ་ཞིག་གོ་གི་ཡོད་ན་ཧི་ཟི་བུ་ལ་དེ་མེད་པ་བཟོས་དགོས་ཡ་ད་ཨ་ནི་ཁོ་རང་ཚོས་ལ་གོ་ལག་ཆད་མེད་པ་བཟོས་ཏེ་ཨི་ཟི་རལ་གྱི་ད་གོ་དོན་རེད་ལེ་ཨ་རི་སྲིད་འཛིན་ཏྲམ་གྱི་ན་ད་ག་རང་ལ་འདོད་པ་ཡོད་རེད་ཟེར་བྱས་དེ་འདྲའི་གི་ག་མི་ནང་པའི་ནི་ཚོའི་དཔྱད་རེད་དེ་ཤ། འཛམ་གླིང་དམག་གྲུ་ཁག་དང་འབྲེལ་བའི་གནས་ཚུལ་གཅིག་ཞུས་དགོས་ན་ད་ཁ་ངོས་དེ་འདི་ར་ཤི་ཡར་གྱི་ཡུ་ཀེ་རེན་གྱི་ཐོག་ལ་འདུག་མི་ཤོ་བུར་འདར་རྒྱབ་བྱས་མི་དགུ་གི་ཚེ་སྲོག་ཤོར་ཡོད་པ་དང་མི་བཅུ་བགྲང་ཡར་རྨས་སྐྱོན་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་དེ་སྔོན་ཡང་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀེ་ཡིས་ར་ཤི་ཡར་གྱི་ཡུ་ཀེ་རེན་གྱི་ཐོག་ལ་དྲག་གནོན་ཆེན་པོ་བྱས་ཀྱི་སྲིད་ཇུས་ལ་འོས་འཕེན་བརྩོན་ཅིག་བྱས་ཏེ་གི་འདུག་ཟེར་ནས་བཤད་པའི་དེའི་རྗེས་ལ་བྱུང་ཡོད་པའི་གནས་ཚུལ་གཅིག་ད་ཁོ་རང་ཚོ་གི་ཤེས་ཚད་བྱས་ན་ར་ཤི་ཡ་གི Ballistic Missile ད་གང་ད་མེ་ཤུགས་འཕུར་མདའ་གསར་ཤོས་དེ་འདྲའི་བེད་སྤྱོད་བཏང་བ་རེད་ཟེར་ནས་དེ་འདྲའི་རྗེས་བཤད་དེ་གི་འདུག་རྩ་བའི་ད་ཉིས་སྟོང་ཉིས་རྩ་གཉིས་ནས་དམག་མགོ་བཙུགས་རྗེས་ད་ལྟ་བར་དུ་ད་ཆད་ལྷག་མེད་པ་ར་ཤི་ཡ་གི་ཡུག་རེན་གི་ཐོག་ལ་ཉིན་ལྟར་དུ་ད་ཅིག་མེ་ཤུགས་འཕུར་མདའ་འདྲ་མིན་སྣ་ཚོགས་ཅིག་གཡུག་དེ་གི་ཡོད་པའི་གནས་ཚུལ་བཅས་བཤད་དེ་གི་འདུག། དེ་ནས་ཁི་ཙང་རེས་ལྷག་པ་ལ་འོད་ད་ང་ཚོའི་ལྷག་པ་ཁོ་ཚོ་གི་མིང་མ་ཡ་ཡུག་རེན་གི་ར་ཤི་ཡ་གི་ཐོག་ལ་ཕ་ཏོ་སི་ཁོད་འཛིན་ཆེན་པོ་ལོག་ཡོད་པའི་གནས་ཚུལ་བཅས་རེད་ད་ཤ་རྩ་བའི་ར་ཤི་ཡ་གི་གྲོང་ཁྱེར་སེན་ཕི་ཏི་སི་པཱག་གི་ཉེ་འཁོར་ཡ་ཡུག་རེན་གི་མི་མེད་གནམ་གྲུ་མང་པོ་དང་ཆན་ཕ་ཁི་ལ་གནོད་སྐྱལ་གི་འབད་བརྩོན་བྱས་ཡོད་པ་ནི་ར་ཤི་ཡ་གི་ཤེས་བྱ་བཅས་ར་ཁོ་རང་སོ་བདེ་སྲུང་གི་ད་ལྟའི་ད་དམག་གི་རུ་ཁག་ནི་གནམ་དམག་གི་ཡུག་ཀེ་རེན་གྱི་མི་མེད་གནམ་གྲུ་སུམ་བརྒྱ་ལྔ་བཅུ་ནི་བར་ནམ་ཁམས་ནས་གཏོར་བ་ཡིན་ཟེར་ནས་དེ་འདྲའི་དཔྱད་གཞི་སྤེལ་གྱི་འདུག་ཡུག་ཀེ་རེན་གྱི་རྩ་བའི་སན་ཕི་ཏེར་སི་པག་ལ་ད་ལྟའི་གཏོར་སྐྱོན་བྱས་རྗེས་བྷ་གེ་ཡ་འཛམ་གླིང་ཚོང་ལས་འགོ་ཁྲིད་ཀྱི་ཚོགས་འདུ་ཆེན་པོ་ཞིག་ཚོགས་ཡོད་པ་རེད Global Business Leaders ལབ་བྱ་དེའི་གི་སྐུ་མགྲོན་གཙོ་བོ་དེ་ར་ཤི་ཡ་གྱི་སྲིད་འཛིན་པུ་ཏིན་བཅའ་གི་ཡོད་པ་དང་ར་ཤི་ཡ་གྱི་ད་ལྟའི་ད་འཛམ་གླིང་གི་དཔལ་འབྱོར་གྱི་ཐོག་ནས་ཉམས་ཆག་མེད་པའི

ཨི་རན་གྱི་མི་མེད་གནམ་གྲུ་བཏང་རྗེས་ཕ་གི་ལ་གཏོར་སྐྱོན་བྱུང་ཡོད་པ་དང་གཏོར་སྐྱོན་དེ་གི་སྐབས་སུ་མི་གཅིག་གི་ཚེ་སྲོག་ཤོར་ཡོད་པ་དང་མི་ཁག་གཅིག་ལ་རྨས་སྐྱོན་བྱུང་ཡོད་པ་ལོ་འདི་འདྲ་གི་གནས་ཚུལ་བཅས་རེད་དེ་ཤ་ཆེན་ཚང་གིས་ད་མི་གཅིག་གྲོངས་པ་དེ་རྒྱ་གར་གྱི་མི་ཁོང་ཡིན་དེ་བས་རྒྱ་གར་མི་གཅིག་ཏུ་ས་དེ་གྲོངས་སུ་ཕྱིན་པའི་གནས་ཚུལ་བཅས་རེད་དེ་ཤ་ག་འདྲ་རྒྱལ་སྤྱི་གནམ་ཐང་གི་ཟུར་ལ

དམག་དོན་སྔོན་མ Operation Epic Fury ལས་ཀྱི་ལས་ཀ་དེ་དག་རྒྱུགས་སྒྲིལ་ཚགས་རེས་ང་ཚོས་རྒྱུགས་སྒྲིལ་བྱས་ནས་གོ་དོན་འགྲོ་བ་མ་སོང་ན་ག་ལ་གང་འཚམ་སྒྲུབ་ཚགས་རེས་ང་ཚོ་ཡི་ད་དེའི་དམག་རྒྱག་དགོས་ཀྱི་དོན་དག་གཙོ་བོ་དེ་སྒྲུབ་ཚགས་རེས་དེ་དག་གི་ད་ང་ཚོ་མུ་མཐུན་ཡང་འཇགས་འདུག་ཨི་རང་ག་ན་དམག་རྒྱག་དགོས་ཡ་ཡོད་མ་རེད་རྒྱག་གི་མ་རེད་ཟེར་བྱས་བཤད་པའི་གནས་ཚུལ་བཅས་རེད་དེ་བཤད་དེ་ནི་ཨ་རིའི་སྲིད་འཛིན Trump གྱིས New York Post Podcast ལས་ཚོ་དེའི་གི་གསར་ཁང་ནང་ལ་བཤད་བྱས་བྱས་ན་ཁོ་རང་གི་ད་འདི་ཨི་རང་གི་ཆེས་མཐོའི་འགོ་ཁྲིད་གསར་པ། མོ་ཇི་ལྟ་བ་ཁས་མི་ནུ་ནི་ཇི་སྤྲད་བྱས་གི་འདི་བྱེད་ཀྱི་ཡོད་ཟེར་བ་ག་འདྲ་མོ་ཇི་ལྟ་བ་གི་ང་ལ་གུས་རྩིས་བྱེད་ཀྱི་རེད་ཟེར་སྔ་ཕྱི་དང་དགུ་ཁྲི་ཚང་མ་མཉམ་དུ་ཡག་པོ་འགྲུག་གི་ཡོད་ཟེར་བ་ཁྱོད་ཚ་གི་ང་ཁོ་རང་མཉམ་དུ་དེ་ཇི་སྤྲད་བྱས་གི་འདི་བྱེད་ཀྱི་ཡོད་ཟེར་རྩ་བའི་མོ་ཇི་ལྟོ་བ་ཁས་མི་ནུ་ད་ལྟའི་ཨ་རི་དང་ཨི་རན་གི་གྲོས་མོལ་ནང་ལོག་ཡིན་ན་ཁོ་རང་གི་འགན་ཁྱེད་ཅག་དེ་བྱེད་ཀྱི་ཡོད་རེད་ཟེར་ཁོ་རང་གིས་ད་བཀའ་ཁྲོལ་ཡོད་པའི་ཐོག་ནས་སྐད་ཆ་བཤད་ཀྱི་ཡོད་རེད་དེ་བྱས་ན་སྐད་ཆ་ཚང་མ་སྟེ་སྲིད་ཇུས་རིང་པོ་གོར་གྱི་ཡོད་པ་དེ་ད་གང་ལྟར་ཕ་ནི་སྐད་ཆ་བཤད་བྱ་ཡང་མོ་རྗེ་སྟོད་པ་ལ་ལབ་མོ་རྗེ་སྟོད་པ་གིས་ངོས་ལེན་བྱས་པ་ན་ནི་འདིའི་སྐད་ཆ་དེ་ཞུ་ནི་ད་གཏན་འཁེལ་ཆགས་ཀྱི་ཡོད་པ་དེ་འདྲའི་གི་ཐོག་ནས་དུས་ཚོད་དེ་གོར་བསྡད་ཡབ་རེད་ཟེར་དེ་འདྲའི་གི་བཀའ་མོལ་བཅས་གནང་བསྡད་ཀྱི་འདུག་ད་ན་ཞེས་ཨ་རིའི་སྲིད་འཛིན་ཀྲམ་གྱིས་བཤད་ཆེ་ཡབ་བྱས་ན་ཨི་རན་དང་ཨ་རིའི་གི་དམག་གི་ད་ད་ལྟའི་གྲོས་མོལ་དེ་དེ་དུ་འདྲ། འདི་གི་བསམ་རྒྱུ་ཡག་ནི་ཐག་ཆོད་ཐུག་ཡག་གི་རེ་བ་བྱེད་ཀྱི་ཡོད་ཟེར་ངས་སྐད་ཆ་གོ་ཡག་བྱེད་ཡག་བྱས་ན་ད་ལྟའི་གྲོས་མོལ་ཚང་མ་ལམ་ལྷོང་ཡག་པོ་ཡོང་གི་ཡོད་པའི་གནས་ཚུལ་བཅས་གོ་སོང་ཟེར་བཅད་བཤད་པའི་གནས་ཚུལ་བཅས་རེད་འདི་ཤ་དེ་ནི་ཨ་རི་གི་ཨི་རན་གི་ད་ལྟའི Crypto Currency དྲ་ངུས་ཚོང་རྒྱག་ངེས Nobitex ལས་འདུག་ཁོ་རང་ཚོས་ལ་ནི་དོ་སི་ཨ་རི་གི་ཉེས་ཆད་བཏང་ཡོད་པའི་གནས་ཚུལ་བཅས་རེད་འདི་ཤ་ད་འདི་བཏང་ཡའི་རྒྱུ་མཚན་དེ Nobitex དེ་ཨི་རན་གཞུང་མཉམ་དུ་འབྲེལ་བ་དོ་སི་ཁ་སྔོན་ཨི་རན་གྱི་དྲ་རྒྱ་ཚང་མ་བཀག་བྱས་དུས་ནོ་བི་ཏེག་སི་གིས་ནི་ད་བེད་སྤྱོད་བཏང་བྱས་ཚོང་བརྒྱབ་བསྡད་པ་དེ་འདྲ་གི་གནས་ཚུལ་བརྗེ་རེད་དེ་བྱས། གང་ལྟར་ནོ་བི་ཏེག་སི་གིས་ཨི་རན་གཞུང་ཡ་ད་འདི་ལྟར་དཔལ་འབྱོར་གྱི་ཐོག་ནི་རོགས་པ་བྱེད་ཀྱི་ཡོད་པ་དེ་འདྲའི་གི་ཅིག་ཡ་ལག་གི་ཐོག་ནི་ནོ་བི་ཏེག་སི་ལ་ནི་ཉེས་ཆད་བཏང་གི་ཡོད་པའི་གནས་ཚུལ་བརྗེ་རེད་དེ་བྱས།